ངེད་ཅག་ལ་ནི་འཛམ་གླིང་ང་དང་ཕྱོགས་ག་བ་ག་ས་ནས་ཡོད་ཡོད་པས་ང་དང་ནི་ལ་དྭགས་སུ་ཡིན་ནི་སྤུན་ཟླ་ཟེར་ན་མི་འགྲུབ་ནི་མི་དམངས་ཟེར་ན་མི་འགྲུབ་ཨོ་སློབ་ཕྲུག་ཟེར་ན་མི་འགྲུབ་ཨོ་ནི་མཁས་དབང་ཟེར་ན་མི་འགྲུབ་ཨ་ནི་དགེ་བཤེས་སུ་དང་སུ་ཞིག་གཟིགས་ས་ན་ད་ས་ང་དང་ཡི་བི་ཀྲོ་བོ་ཁེ་ཏེ་ན་ད་དེ་རིང་ངེད་རང་ཚང་མ་ལ་ནི་ད་ངོ་ནི་དྲ་གནས་ཀྱིས་ད་ང་རང་གིས་ད་ལ་བ་སློབ་གཉེར་བྱེད་མཁན་གྱི་ངོ་ནི

དེ་ནས་རམ་པ་ཚང་མ་ཚང་མ་ལ་ཅིའི་ཞིབ་བཤེར་བྱེད་འདི་ན་ད་ཐུན་མོང་མ་ཡིན་པའི་ང་ཐང་དེ་རིང་ང་རང་ཚོ་ཁྲི་དང་དང་དེ་རིང་ང་ཐང་དུ་ཚོ་དཔེ་ན་ཅི་རྒྱུ་རེད་འདུག་རྒྱག་ཟེར་ན། ད་ང་ཐང་ཕྱོགས་ཚང་མ་ནས་ད་ང་ཐང་ནི་སྐད་གདངས་ཐོག་ལ་སྐད་ཡིག་ཐོག་ལ་ང་ཐང་ཉམས་ཆག་མང་པོ་ཞིག་ཆག་ཁ་ནི་ན་ཚུལ་མང་པོ་ཞིག་གོ་སོང་བ་སང། ན་ཚུལ་དེ་ལ་ལྟ་སྟེ་དེ་རིང་ངས་ད་རྡ་ས་ཨི་གཟུགས་པོ་ཞིག་ད་ན་རྡ་ས་ང་ཨི་གཟུགས་ཞིག་ངས་འགིབ་ཟེར་ན་མི་རུག་ངན་པ་ཟེར་ན་མི་རུག་དེ་གཟུགས་ཞིག་ང་ཐོབ། དེ་བས་ཁྱོད་ལྟ་ན་ང་ཐང་ནི་སློབ་ཕྲུག་སློབ་མ་ཚང་མ་ལ་ཕུལ་བྱས་སེ

ད་ཅི་འབྱུང་ཟིག་རྒྱག་ཟེར་ན་ངས་ནི་ཟླ་བ་ཁ་ཅིག་ཞིག་ཟེར་ན་དེ་ཟིག་ཞིག་ངོ་འཇིག་ལ་ང་ད་ནི་ད་ས་ང་ད་ནི་ད་མོ་བལ་རྒྱུ་དེ་ཟེར་ནས་མི་རུག་མོ་བལ་རྒྱུ་དེ་ཅི་འབྱུང་ཟིག་རྒྱག་ཟེར་ན་མགོ་སྒོལ་གྲང་སའི་ལེར་འཛེར་མཁན་གྱི་ང་ད་ཚང་མ་འབྱུང་ཟིག་རྒྱག། དང་པོ་དེ་བས་ཅི་འདོགས་ཟེར་ན་མགོ་སྒོལ་གྲང་སའི་ལེར་འཛེར་མཁན་མོ་ཅི་འདོགས་ཟེར་ན་ང་ད་ནི་འབུ་ཡིག་སྤོ་ཁྱེད་དེ་ན་འབུ་ཡིག་ཟེར་ན་མི་རུག་ད་ང་རང་དོགས་པས་ནི།

སོང་བ་སང་དབྱུག་ཁྱི་དེ་ནང་བཏགས་སང་ང་དང་བླ་ལྷག་ཏུ་ཕྱོགས་འགའ་ན་བཞུགས་སུ་ཡོད་དགའ་ནས་སློབ་ཕྲུག་ཚང་མ་ལ། འཇིགས་མི་འཇིགས་དེའི་ཐོག་ལ་དགོད་བརྡ་སྤེལ་རོགས་བྱེད་ཞུ་བྱས་ཟིན་ཡ་རེད་ནས་སོང་བ་སང། ང་དང་དགེ་འདུན་པ་ཞིག་ཡིན་ན་ཡང་ཕྱག་སྤེལ་གཟིགས་སམ་རོགས་ཕྱག་སྤེལ་དོན་དག་ཅིག་ད་ལྟའི་ནང་ལ་ཚིག་ཅིག་དོན་དག་ཅིག་ཤེས་ས་མེད་ན། ཨོ་དེ་ཨེ་སྤོ་ན་སོང་ཟེར་དེ་དོན་དག་པོ་ཅིག་བྲིས་བཏང་ན་ཏར་ཏར་ལན་བརྒྱབ་སོང་ལ་ཁོ་རང་མ་ནས།

སོང་བ་དང་ཚིག་དོན་དག་པ་དང་གོ་ལེན་ཐུབ་པ་ཆགས་པས་ངས་རང་ཁམས་དོན་དང་དགེ་སྦྱོར་ཟེར་མཁན་ང་དང་ཨ་ཕ་ལས་ཨ་མ་ལས་མང་པོ་འདུག་མང་པོ་ཞིག་བརྒྱལ་ང་དེ་ཟུག་ཞིག་སོང་བ་དང་ངས་རང་ངོ་ལ་འདེམས་པ་ཚིག་དོན་དག་ཅིག་མ་ནས་མ་བཤད་ན་ཚིག་དོན་དག་དེ་རྣམས་སྤུ་ར་བཤད་དུ་ཡོང། སོང་བ་དང་དེ་ཟུག་ཞིག་ངས་རང་ངོ་ལ་དེ་ངའི་དགེ་ཟུག་ཞིག་ངན་པ་ཆུང་ཆུང་ཅིག་ངས་ཕུལ་བྱེད་ཡོད། སོང་བ་དང་བདེན་པ་རང་གཡུག་གི་ངས་རང་ངོ་ལ་རྒྱ་ལ་བེད་སྤྱོད་བཏང་ན་ངས་རང་མི་ཚེ་ཡང་ཕ་ནིན་ང་དང་ཨ་ནེ་ཆོས་དང་རིག་གཞུང་ལའང་ཕ་ནིན་ཨ་ནེ་ང་དང་སྐད་རིགས་ལ་ཕ་ནིན་དེའི་ཐོག་ལ་དང་དེ་ནས་སྐད་རིགས་དང་དེའི་ཐོག་ལ་ང་དང་ལ་སྒོར་ཆེན་མོ་འཕེལ་དང་འཕེལ་བཞིན་པ་ཡིན་ནོ། བདེན་པ་སྟེ་དོགས་ལ་ཕན་ཐོགས་ཅིག་འཁྱེར་མོད་ཡིན་བསམ་སྟེ། ངས་ངེད་རང་ཚང་མ་ལ་ཡིན་ནས་ངས་ཨེ་བོད་ཅིག། བུ་ལ་གཡོ་ཁྱེད་དེ་རྣམས་ད་དངོས་གནས་དྲ་གནས་མཛད་མཁན་སུ་ཞིག་ཡིན་ན་ཁོ་ང་དང་དངོས་གནས་ཐུགས་རྗེ་ཆེ་ཞུ་ཅིག་དང་དངོས་གནས་དྲ་གནས་ཀྱི་མ་ནས་ཐུན་མོང་མ་ཡིན་པའི་མ་སྐྲག་སྒོ་རྫ་དེ་དུ་ག་ལ་ལས་སོང་བ་སང་གཡོ་ཁྱེར་དེ་རྣམས་རང་རང་སོ་སོའི་ད་སོ་སོའི་ཨ་ནི།

འཇམ་ལོ་ང་རང་དང་ང་དང་ལ་དྭགས་སུ་ཕྱོགས་ག་བ་ག་ཚང་ཙམ་ཞིག་མིང་མེད་ཙམ་ཞིག་སློབ་ཕྲུག་མེད་འོ་ཙམ་ཞིག་སློབ་མ་མེད་དེ་ཚང་མ་ར་ཡི་བུ་ལ་ད་དུས་ཆེ་ཟིན་འདོན་པ་རང་ཡིན་མི་ཚེ་ན་ཕན་ཆེ་ཟིག་ཡོད་ན་མེད་ན་ཅིག་སོང་ཟེར་འདུག་སོང་བ་སོང་དེའི་ཐོག་ལ་རྣམ་པ་ཚོགས་ཀྱིས་དེ་མ་ནས་འགལ་ལ་ཆོས་ཟེར་འདུག་ཅོ་ངེད་ནི་མི་ཚེ་ལ་ཕན་ཆེ་ཟིན་རེ་བ་དང་ཆོས་དེ་ནི་གཞན་ཕན་བྱེད་སྒྲུབ་གླིང་ལམ་ཞིག་ཡིན་ན་ངེད་རང་ཚང་མ་ལ་ནི་རྒྱབ་སྐྱོར་དང་གཟུགས་ཤིག་མུ་མཐུད་དེ་ཡོད་ནད་ཀ་ལ་ནད་ཀ་ལ་ཁ་མ་ནི་ནང་པ་ཚོ་ལ་ངའི་གཟུགས་ཤིག་བུད་འགྲོ་དེ་ཚོ་ཕུ་ལ་མེད་བདེན་པ་རང་དེ་རིང་དབྱི་བོ་ཁྱེད་ཚོའི་ནང་མ་ནི་ང་དང་ཨ་ནུའི་མི་གཅིག་ན་ཕ་འཆི་ཞིག་འདུག་གསུངས་པ་སང་ངས་དབྱི་བོ་ངེད་རང་ཚང་མ་ཡང་བདེན་པ་རང་ཕ་ལོག་སེམས་ཆེ་མཁན་ཡང་ཕུལ་དེ་ཡིན་དེ་ཡིན་ན་ཡང་ང་ཆར་པ་དང་ལྷག་པ་དང་མ་ཤེས་པ་ཚོའི་གཟུགས་ཀྱི་ནང་མ་ཚོ་ལ་ངེད་རང་ལ་འདིར་བཞུགས་སུ་ཡོད་ན་ཚང་མ་ལ་ཐུགས་དགོངས་པ་རྩ་བ་ཉིད་ནས་མ་གསུང་རོགས་ཞུ་བྱེད་ཟིན་དེ་ཚང་མས་ཉི་མ་སྐྱིད་པོའང་ཞིག་ཞུ་བྱེད་ཟིན་ཚང་མ་ལ་རྒྱུས་ལས་བཀྲ་ཤིས་བདེ་ལེགས།